སྤྱི་ཚགས་སོ་སོའི་ཆོས་དང་རིག་གཞུང་མི་རིགས་སོ་སོའི་ཆོས་དང་རིག་གཞུང་གོམས་གཤིས་ཉར་ཚགས་བྱས་ཏེ། སྐད་ཡིག་ཡོད་ན་ཉར་ཚགས་བྱེད་བདེ་བོ་རེད། སྐད་ཡིག་མེད་ན། པེ་ནང་དང་ལེ་ཏིན་ཨ་མི་རི་ཀའི་གྲངས་ཉུང་མི་རིགས་དེ་འདྲ་མང་པོ་འདུག་ཅིག་ད་ག་ནང་བཞིན་ཨ་མི་རི་ཀའི་ནང་ལ་ཡིན་ནའི་ཡུལ་བ་གདོད་མའི་མི་རིགས་དེ་འདྲ་མང་པོ་ཡོད་རེད། ནིའུ་ཟི་ལན་ལ་ཡོད་རེད་ཨོ་སི་ཏྲེ་ལི་ཡ་ལ་ཡོད་རེད་ད་ག་ས་ཁ་ལ་འདུག་ག། འོ་ད་དེ་ཚོའི་གྲས་མང་ཆེ་ཡིག་གི་མི་འདུག་ག།

ཨེ་ནི། ལྟོས་ཡོད་ཅེས་བརྡས་གོ་བཅུག་ན་བརྟན་པོ་ཡོང་བར་ལྟ། འདི་འདྲི་བཤད་དེ་ཡོད། ས་མིར་འདི་འདྲི་བཤད་དུས་ཙང་ནས་ང་རང་བའི་སྤོབས་པར་སྐྱེས་གི་ང་ཚོ་བོད་པ་སོ་སོ་བོད་ཡིག་ཡག་རེད་སོ་སོ་ཡི་གེ་ཡག་རེད་སུ་གཅིག་ལ་རེ་གོ་མ་རེད། བོད་ཡིག་ཁོའི་ཕྱུག་ཐག་ཆོད་ཅིག། ས་འདི་འདྲི་ཡིན་དུས་སྤྱིར་བོད་ཀྱི་ནང་པའི་ཆོས་འདི་འཛམ་བུ་གླིག་གི་གཅེས་ནོར་རེད་ལབ་ཐུ་ཡག་རེད་ཡང་སྒོས་ང་རང་ཚོ་བོད་པའི་སྐད་ཡིག་འདི་བོད་པའི་དངོས་གནས་དྲང་གནས་ཀྱི་རིན་ཐང་བྲལ་བའི་གཅེས་ནོར་ཞིག་རེད་འདུག་བ་འདི་བདག་གོ་རྒྱ་ཡར་སྤེལ་གལ་ཆེན་པོ་རེད། གཅིག་འཕྲལ་སེལ་འཕྲལ་སེལ་གྱི་གཅིག་ཟ་སྐད་ཐུང་སྐད་ཀྱི་སོགས་རོ། དེ་རིང་སྐད་སེལ་གཅིག། ད Modern Education གྱི་ས་བཅིག་ཏུ་འདྲ་མི་འདྲ་ནང་ལོགས་ལ་བོད་ཡིག་འདི། ཡར་རྒྱས་ག་གེ་འགྲོ་ཐུབ་ཡག་མ་རེད། སྤྲིན་འདང་གི་ཡག་མ་རེད་དེ་རྒྱུ་མཚན་དུ་བྱས་ནི་བོད་ཡིག་ལ་གཅིག་མཐོང་ཆུང་བྱས། བོད་ཡིག་སྣང་མེད་བྱས་ལས་པ་ཡིན་ན་དེ་གྱོང་ཆེན་པོར་གདའ། ང་ཚོ་བོད་པ་གཅིག་གིས། ཆོས་ཀྱི་སློབ་སྦྱོང་ལ་གཏོགས་གཅིག་བྱེད་འདོད་བྱུང་ན་ད་དབྱིན་ཇིའི་དེབ་ཀློག་ན་མ་གཏོགས་བོད་ཡིག་མ་ཤེས་པ་ཆགས་པ་ཡིན་ན་དེ་ཐབས་སྐྱོ་བོར་བ། ཨེ་ཐབས་ཤེས་གཞན་ད་ཁྱོད་ནི་མེད་ན་འདག་རེད་མ་གཏོགས་གཞན་ག་ཚད་ཐུབ་ཐུབ་ཀྱི་སོ་སོའི་བོད་ཡིག་འདི་དོ་སྣང་བྱས་ནས་ཤེས་ཐུབ་པ་བྱས་ཏེ་དཔེ་གལ་ཆེན་པོ་རེད། འདི་ལྟ་བུ་བསྐྱར་དཔེ་གལ་ཆེན་པོ་རེད། ས་ག་ས་ག་ཡིན་ངེས་དེ་བས་ངོ་ཤེས་པ་དེ་འདྲ་ངོ་ཤེས་པ་དེ་འདྲ་ཀྱང་ལབ་ཡི་ལབ་ཡི་ཡིན། ང་ཚོ་བོད་པའི་ཁྱིམ་ཚང་མིན་ནང་པའི་ཁྱིམ་ཚང། ཨ་མི་རི་ཀ་དང་དེ་བ་ཡོད་དེ་ངས་དེ་འདྲའི་གོ་ཚོ་ཁ་ཤས་སོ་སོའི་སྤུ་གུ་ལ་ཡ་སྤུ་གུ་དབྱིན་ཇི་ཡག་པོ་ཡོང་ཡག་དེ་འདྲ་ལ་ཡ་ཁྱིམ་ཚང་ནང་ལ་དབྱིན་ཇི་རྒྱབ་བྱེད་བསྡད་དེ་ངས་ཅི་དབྱིན་ཇི་རྒྱབ་ལ་དང་དོད་ཅི་ངས་ཅི་དེ་ཚང་གི་སྤུ་གུ་ཚོས་དབྱིན་ཇི་མ་ཤེས་ཁ་སང་བོད་སྐད་མ་ཤེས་པ་མང་པོ་འདུག་ཨ་ཁ་སིང་ང་སིར་ནཱ་ག་ལ་ཕྱིན་པ་རེད་ང་ཚོ་ལྷས་ས་ཁ་ཆེ་ཨ་ཁོང་ཚོ་ང་བོད་སྐད་ཐུབ་པ་རེད་ཁོང་ཚོས་སྤུ་གུ་ཆུན་ཆུན་དེ་ཚོའི་གྲས་ཀྱི་བོད་སྐད་ཐག་ཁྲ་ལིང་ལིང་རྒྱབ་གི་བོད་སྐད་བདེ་པོ་ཤ་རྒྱག་གི།

སིར་ནཱ་གཱར་སླེབས་ནས་ད་ཁོ་ཚོ་ལོ་ཕལ་ཆེར་ལྔ་བཅུ་འགྲོ་བསྡད་ཀྱི་ཡོད་རེད། དེ་ལྟར་ཁོ་ཚོའི་སྤུ་གུ། Puku Puku། ཆུང་ཆུང་དུ་གྲས་ཁི་སི་ང་ཡིག་གིས་ཁོ་ཚོ་ཅིག། ཞལ་འདྲི་དང་ཅིག་བྱས་པས་ང་ཐུགས་རྗེ་ཆེ་ས་ནས། ཁོ་ཚོ་བོད་སྐད་ཕྲ་མོ་རྒྱག་གི། ངེད་ཅག། ཁོ་རང་ཚོའི་མིའི་ཁྱིམ་ཚང་ནང་ལོགས་ལ་ཡང་བོད་སྐད་དག་གོ་རྒྱབ་བྱས་བསྡད་པ་རོ། བྱས་ཙང་ང་རང་ཚོ་བོད་པ་ཡང། ནང་པ་ཚོ་ཡང་ཁ་ཤས་ཡང་ལྷོད་ཡངས་བྱས་བྱས།

དེ་དང་ད་བོད་སྐད་ཀྱི་ཨ་མདའ་པ་དུ་བེད་སྤྱོད་མ་བྱུང་ཡག་གི་གཅིག Subject Modern Education Subject དེ་བྲལ་ཏེ་ད་ང་ཚོ་བོད་ཡིག་ནང་ལོག་ལ་ཡག་ཀ་ལི་ཀ་ལི་ཀ་ལ་ཡག་ཡག་དེ་ག་ཚོགས་རི་བོད་སྐད་ཡག་མི་དེ་བ་ཚོ་འཚར་ལོངས་བྱེད་ཐུབ་པ་ཅིག་དེ་ང་ཚོ་བྱེད་ཐུབ་རུ་བ་ད་འདི་བྱས་ན་བོད་པའི་སྐད་ཡིག་དེ་ཞི་བར་ཡག་རེད་ཤག་དེ་གྱ་ཚོ་གཅིག་ལབ་ཉིན་འདོད་བྱུང།